ངོ་བོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲིད་ལག་ལེན་བཟོ་བདམས་མི་སློབ་ཚན་གྱི་སློབ་ཐུན་བཅུ་དགུ་པ། རྩ་བའི་ཆོས་ལོ་ཀ་བཅུ་དགུ་པ་འགྲན་སེམས་ལ་བཟོ་པ། ཡང་ན། ཕྲག་དོག་ལ་བཟོ་པ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་སུ་བྱ་བ་ཡང་ཡིན། ད་འདིའི་རྩ་ཚིག་ཡིན་ན། རང་དང་སྙན་པའམ་དམན་པའི་སྐྱེས་བུ་ཡིས། སྔར་གྱི་དབང་གིས་གཉིད་ཐབས་བྱས་ན་ཡང། བླ་མ་གཞན་དུ་བཀུར་པའི་བདག་ཉིད་ཀྱིས་སྤྱི་བོར་ལེན་པ་རྒྱལ་སྲས་ལག་ལེན་ཡིན། ཨོ་དེས་གསུངས་པ་རེད། ད་འདིའི་གི་བསྟན་དོན་དེ་ལ། ཕྲག་དོག་ལ་བཟོད་པ་ཡང་ན་འགྲན་སེམས་ལ་བཟོད་པ་དེ་འདྲ་ཟེར་གྱི་རེད། རང་དང་ཉོན་པ། ད་རང་ཉིད་ལ་ཕྲག་དོག་བྱེད་མཁན་ཅིག་ཡིན་ན། རང་ཉིད་དང་ཉོན་པའམ་ཡང་ན་རང་ཉིད་ལས་དམན་པ་ཅིག་ཡིན་དགོས་ཀྱི་ཡོད་པ་རེད། རང་ལས་མཐོ་བ་རང་ལས་ལྷག་པ། ཡོན་ཏན་དང་རྒྱུད་དཔལ་འབྱོར་དེ་འདྲའི་རང་ལས་ལྷག་པ་དེ་ཚོ་རང་ཉིད་ལ་ཕྲག་དོག་བྱེད་ཀྱི་མ་རེད། རང་ཉིད་ལས་དམན་པ་དེ་ཚོ་དང་རང་ཉིད་དང་ཉན་པ་དེ་ཚོ་རང་ཉིད་ལ་ཕྲག་དོག་བཟོ་དགོས་པ་རེད། ཡིན་ཙང་རང་དང་ཉན་པའམ་ཡང་ན་རང་ལས་དམན་པ་ཡི་ཡོན་ཏན་དང་རྒྱུད་དཔལ་འབྱོར་གཟིགས་བསླངས་ཚོ་ག་འདྲའི་གི་ཕྱོགས་ནས་ཡིན་ན་ཡང་རང་ལས་དམན་པ་དང་ཡང་ན་རང་དང་ཉན་པ་ཡི་སྐྱེས་བུ་རེ་འགའ་ཡིས་ནི། རང་ལ་གཉིས་ཐབས་བྱེད་པ། གཉིས་ཐབས་ལབ་ན། བསམ་བཞིན་དུ་སྨྲ་མགོན་ནན་ཐབས། ཁྱེད་རང་འདི་འདྲ་འདི་འདྲ་ཡག་པོ་མི་འདུག་ཁྱོད་རང་གི་དཔེར་ན་ཁྱོད་རང་ལ་ཡོན་ཏན་མི་འདུག་ཁྱོད་རང་གི་འདི་འདྲའི་ནོར་འཁྲུལ་བྱེད་ཀྱི་འདུག་ཁྱོད་རང་གི་བཀའ་རྒྱ་བྱས་པ་འདི་འདྲའི་འགྲིག་མི་འདུག་ཟེར་བ་འདྲ་བོ་དེ་འདྲས་ཀྱི་རང་ཉིད་ལ་སྨྲ་སྨྲ་འབབ་ཐབས། རང་ཉིད་ཀྱི་དབུ་འཕང་མགོ་འཕང་སྨྲ་ནན་ཐབས། དེ་འདྲ། བྱེད་ན་ཡང། ཨ་དེ་འདྲ་བྱེད་ན་ཡང། བླ་མ་བཞིན་དུ་ལ་རེ། བླ་མ་ལབ་དེ་གང་ལ་རང་ཉིད་ལ་ཆུ་གཏོང་མཁན། དགེ་བའི་བླ་གཏོང་མཁན་དེ་འདྲ་ལ་བླ་མ་ཟེར་གྱི་ཡོད་རེད། བླ་མ་ནང་བཞིན་དུ། ཨ་ནི་སྤྱི་བོར་ལེན་པ། གུས་བཀུར་བྱེད་པ་སྤྱི་བོར་ལེན་པ་ལབ་ན་གུས་བཀུར་བྱེད་པ་ལབ་དགོས་རེད། སྤྱི་བོར་ལབ་ན་འདི་རེད་མགོ་རེད་སྤྱི་བོ། མགོ་གི་སྟུག་ནི་ཡང་གུས་བཀུར་བྱེད་པ་དེ་རྒྱལ་སྲས་ཀྱི་ལག་ལེན་ཡིན། ཨ། དེ་འདྲ་གསུང་གི་ཡོད་པ་རེད། ད་དེ་བླ་མ་ནང་བཞིན་ཟེར་དགོས་པ་ག་རེ་རེད་ལབ་ན། ང་ཚོ་བླ་མ་དེ་ཚོ། ཨ། དངོས་གནས་དྲང་ནི་གི་སོ་སོ་ལ་ཤ་ཚ་སྙིང་ཉེ་བའི་དེ་འདྲའི་བླ་མ་ཅིག་ཡིན་ན། ང་ཚོ་ཉོན་མོངས་པའི་མགོ་ན་མཁན་རེད་ང་ཚོ་ལ་ཆོས་བསྟན། ཨ། ཡང་དག་པའི་དམ་པའི་ཆོས་བསྟན་ནས་ང་ཚོ་ཉོན་མོངས་པ་འདོད་ཆགས་ཞེ་སྡང། གཏི་མུག་ངར་སྐྱེས་ཕྲག་དོག་ལ་སོགས་པའི་མགོ་གནོན་མཁན་དེ་ལ་བླ་མ་ཟེར་གྱི་ཡོད་རེད། ང་རང་ཚོ་སོ་སོ་ལ་ཡོན་ཏན་འདྲ་བོ་སྟེ་ཟིག་ཡོད་དུ། ང་གཅིག་བྱིའུ་གཅིག་པའི་ཁྱད་དུ་འཕགས་པ་ཅིག་ཡིན་བསམ་ནས་ནི་ངར་སྐྱེས་སྐྱེས་ཀྱི་ཡོད་དུ། མི་གཞན་པ་ཞིག་གིས་ཁྱོད་ཡག་པོ་མི་འདུག་ཁྱོད་ནོར་འཁྲུལ་འདུག་ཁྱོད་དེ་འདྲས་དེ་འདྲས་ནོར་འཁྲུལ་སྐྱེས་སོང་ཁྱོད་བཀའ་རྒྱ་བཤད་པ་ལ་ནོར་འཁྲུལ་འདུག་ཁྱོད་འདི་ཀ་བྱས་པ་ལ་ནོར་འཁྲུལ་འདུག་ཟེར་ལབ་དུས། བླ་མ་གིས་ལམ་སྟོན་པ་ནང་བཞིན་དེ་འདྲས་ལ་བསམ་བློ་བཏང་དགོས་རེད། ཨོ། དེ་བླ་མ་ནང་བཞིན་ལྟ་དགོས་པ་རེད། ག་རེ་རེད་ལབ་ན་ཁོ་རང་གི་ལས་ཀ་དེ་དང་བླ་མ་གི་ལས་ཀ། ཆེད་ལས་འདྲ་མཚུངས་རེད་ཟེར་གོ་ར་ཆེད་ལས། ཀུན་སློང་དང། དེ་འདྲ་གི་ཡོད་མ་ར། བླ་མ་གིས་ང་ཚོ་ལ་ཕན་ཐོགས་ཡག་གི་བསམ་བློའི་སྒང་ནས་ང་རང་ཚོ་ལ་ལམ་བསྟན་གི་ཡོད་པ་རེད། ང་རང་ཚོ་ལ་གཉིས་ཐབས་བྱེད་མཁན་དེ་ཚོ་ང་རང་ཚོ་ལ་གནོད་ན་ཕམ་ན་བསམ་ནས། དེ་འདྲ་ཟེར་གི་ཡོད་རེད་ཡིན་ནའང་ཆེད་ལས་འདྲ་བོ་རེད། ཀུན་སློང་འདྲ་གི་མ་རེད། ཨོ་དེ་འདྲའི་གི་དཔྱད་གླེང་གཅིག་མཚུངས་ཡིན་བསམ་ནས་བླ་མ་བཞིན་དུ་ཨ་ནི་གུས་བཀུར་བྱེད་དགོས་གི་རེད། ཨོ་དེ་གསུངས་པ་རེད། ཨ་ནི་རྩ་ཚིག་གི་ཤོ་ལོ་ཀ་གཅིག་དེ་དོན་དག་དེ་འདྲ་གཅིག་རེད་ཐུགས་རྗེ་ཆེ།